བློ་གྲོས་དགེ་བའི་བཤེས་གཉེན་རྣམས་དང། ད་ཚང་མར་ལ་ཡང་ངས་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་དང་ཆབས་ཅིག་ཏུ་དེ་རིང་འདི་ཡང་ད་དམ་ཆོས་བང་མཛོད་ཟེར་ཡག་ད་ལས་ཤར་ཅེས་པར་དེ་སྔ་པོ་གཅིག་གནས་ཚུལ་ཁ་གསལ་བ་དང། ལས་འཆར་གཅིག་ཡོད་རེད། དེ་རྣམ་པ་ལྷན་རྒྱས་ཚོགས་འདུ་མ་ངོ་སྤྲོད་ཞུ་ཡག་ཡིན། དམ་ཆོས་བང་མཛོད་ཟེར་ཡག་གི་ལས་འཆར་དེ་ག་འདྲས་རེད་ཟེར་བྱས་ཞུས་པ་ཡིན་བས་ན། ཨ་ན་ང་གཙོས་ཀྱི་ད་ལྟ་རྒྱ་བོད་བཀའ་འགྱུར་རིན་པོ་ཆེ་དང་ད་ནང་བཞིན་གྱི་བསྟན་འགྱུར་རིན་པོ་ཆེ་གཙོ་བོར་གྱུར་པའི་གསུང་རབ་འདི་གའི་དེ་དེང་དུས་ཀྱི

Information Errors། ཆ་འཕྲིན་གྱི་དུས་རབས་ཡིན་པས་ཡིན་དུས་སམ Internet དང་ད་ནས་བཞིན་གྱི་གཅིག Social Network ཟེར་མར་བའི་སྤྱི་ཚོགས་ཀྱི་འབྲེལ་ལམ། Facebook ཟེར་ཡང་ཟོར་བ་ལྟ་དེ་འདྲའི་འདྲ་མིན་སྣ་ཚོགས་ཅིག་ཡོད་པས་ཡིན་དུས་སམ་ནས་དེ་ཚོ་བརྒྱུད་བྱས། ག་ལྟར། གནས་ཚུལ་མང་པོ་ཞིག་ཕ་ཚོས་གཏོང་རེས་བྱས་ཡག་གི་ད་དེ་འདྲའི་ཅིག་དུས་ཚོད་ཅིག་སླེབས་དེ་ཡག་རེད། བྱས་ཙང་སྔོན་མ་ཡིན་པའི་ན་ང་ཚོ་ཅིག་གསུང་རབ་དེ་གི་དེ་ཡིན་པའི་ན་ཅིག་མཆོད་གཤོམ་གནང་རོགས་ལ་ཡག་ཡག་ཅིག། བ། དེ་ནས་གོས་ཆེན་གི་བྲིས་གླིག་ཤིང་གླིག་ཐག་བཅད་ནས་བུ་ག་ཤག་ཤག་ཅིག་ཆགས་ཡོག་རེད་ད་དེང་སང་མི་མང་པོ་ཅིག་གི་ལམ་སང་ལམ་སང་ཅིག། བེ། ག་ཤོག་རེད་ད་དེ་འདྲའི་ཅིག་ཨོ། གསུང་རབ་ལྟ་ཀློག་བྱས་ལ་ཡིན་གཅིག་མིན་གཅིག་དཔེ་མཚོན་གང་སྒྲོག་པ་མེད་པ། ད་སོ་སོའི་གི་ལག་ཐོག་ཁ་པར་དང་ད་ནང་བཞིན་གི་ཀམ་པི་རོད་ལ་སོགས་པ་གློག་ཀླད་ལ་སོགས་པ་དེ་ཚོའི་ནང་གཅིག་གཅིག་འཚོལ་ཐུབ་ཡག་ཡོད་པ་གཅིག་དང་ལྟ་ཐུབ་ཡག་ཡོད་པ་ལྟ་ཀློག་ཐུབ་ཡག་ཡོད་པ་གཅིག་དེ་འདྲ་བྱས་བྱས་ཡག་དེ་དེང་སང་གར་སོ་བོད་ཟླ་གཅིག་འགྲོ་སྟངས་རབ་ཏུ་ཆགས་བསྡད་ཡོང་བ་རེད་ད། ཡིན་པས་ནི་དེ་ཚོའི་ཕྱོགས་དེ་ལ་ཡིན་པས་ན་ང་ཚོ་བོད་བརྒྱུད་ནང་པ་སངས་རྒྱས་བེད་ཀྱི་ངོས་ནས་ཡིན་པས་ན་ད་དེ་ཚོའི་ཕྱོགས་ལ་ཡག་དེ་རྗེས་ལུས་ནུབ་ཀྱི་ཐད་ལ། ང་ཚོ་སྤྱི་བཏང་གི་བོད་ཡིག་གི་དྲ་རྒྱ་དེ་ཚོ་ཡིན་ན་ཡང་གཞན་དག་ལ་ལྟོས་པས་ཡིན་པས་ན་རྒྱ་ཆུང་ཆུང་རབ་ཅིག་དང་གྲངས་འབོར་ཉུང་ཉུང་རབ་ཞིག་རེད། དེའི་ནང་ནས་ཀྱི་བཀའ་བསྟན་འགྱུར་དང་ཀྱི་གསུང་རབ་ཀྱི་སྐོར་ལས་ཡིན་ན་ནི་དེ་བས་ཀྱང་གི་དང་ཉུང་ཉུང་རུ་བསྡུ་ཆ་དེ་ཡང་རེད་དེ་རིང་དུས་སང་ནི་ད་དུས་རབ་ཀྱི་རྗེས་ཟིན་པ་ཅན་ཞིག་འགྲོ་མ་ཐུབ་པ་ཡིན་པས་ན་ཡང་མ་འོངས་པ་ལ་ཡང་ད་ཀྱི་གར་ཞུ་རེ་ད་ཁག་པོ་རུ་ཞིབ་ཆ་མི་ཡོང་བ་བསམ་པ་འགྲུབ་ཅིག་གར་ཞུ་བ་ད། དེང་དུས་ཀྱི་མིའི་དགོས་མཁོ་བསྐང་མ་ཐུབ་པ་རེད། ཁོ་ཚོའི་འདོད་འདོད་བློ་བསྐང་མ་ཐུབ་པ་རེད་ཆགས་ཡོང་དུས་ས་ནས་ཨ་ནི། ག་ལི་ག་ལི། དེང་དུས་ཀྱི་མི་ཚོས་ཀྱི་ཀྱི་ང་ཚོའི་ཀྱི་ཀྱི་སྲོལ་རྒྱུན་གྱི་ཀྱི་གསུང་རབ་ལྟ་སྟངས་དེ་འདྲས་ལ་ཡ་ཞི་བྱེད་ཀྱི་དབྱིངས་གཞི་དང་མེད་པ་བྱས། ཨ་ནི་དེང་དུས་ཀྱི་དགོས་དགོས་མཁོ་དང་འཚམས་པའི་ཀྱི་ཆ་རྐྱེན་དེ་ཚོ་མེད་པ་བྱས་འདྲས་བྱས་ནས་ཨ་ནི་ཀྱི་ང་ཚོའི་ཀྱི་གསུང་རབ་རིན་ཐང་བྲལ་བ་དེ་ཀྱི་དེ་ག་ལི་ག་ལི་ཀྱི་ལྟ་ཀློག་བྱེད་མཁན་དང། ད་ག་ནང་བཞིན་དེ་ལ་སློབ་སྦྱོང་བྱེད་ཉེན་དེ་ལ་ཡང་ཞིབ་འཇུག་བྱེད་ཉེན་དེ་ཉུང་རུ་ཡོང་འགྲོ་ཨ་ད་དུ་ཉེན་ཁ་ཡོད་ཡོད་པ་རེད་དོན་ཡིན་རྒྱུ་ས་ནས་ང་ཚོའི་གི་དམ་ཆོས་བང་མཛོད་ཡི་ས་གི་ལས་འཆར་དེའི་ཐོག་ནས་ཨ་ནི་རྒྱ་བའི་བཀའ་འགྱུར་དང་བསྟན་འགྱུར་རིན་པོ་ཆེ་གཙོ་བོར་གྱུར་པའི་བོད་བརྒྱུད་ནང་པ་སངས་རྒྱས་པའི་གི་ཨ་ད་གསུང་རབ་ཨ་ད། ག་ཤོ་ཆ་ཚང་བར་གཅིག་དང། དང་དེ་ཙམ་དུ་མ་ཟད་བས་ཀྱི་རྟགས་ཡང་གཅིག་ཆོས་དང་མ་འབྲེལ་བས་ཀྱི། ཡང་འཇིག་རྟེན་ཡང་བོད་ཀྱི་རིག་གཞུང་དང། དང་ནི་བཞིན་གྱི་བོད་ཀྱི་སྐད་ཡིག་དང་འབྲེལ་བས་ཀྱི། ད། ཡིག་ཆ་དེ་ཀ་དེ་ཡིན་པས་ནི་ཡང་ནི་དེང་དུས་ཀྱི་ཐབས་ལམ་གསར་བའི་ཐོག་ནས། མ་ཅིག་འཛམ་བུ་གླིང་པ་ཀུན་གྱིས། ཀྱི་ཞིབ་འཇུག། དང་ད་ནང་བཞིན་སློབ་སྦྱོང་བྱེད་ཡག་ལ་སྟབས་བདེ་བ་དང་ལས་སླ་བ་དང་ས་ཆོད་ཆེན་པོར་སྦྱོང་ཐུབ་ཡག་དེ་འདྲའི་གི་ཆེད་དུ་ང་ཚོས་ལས་འཆར་དེ་སྤེལ་བ་ཡིན་པ་རེད། ད་གཤམ་ལ་ཡང་ང་ཚོ་འདི་ད་རེས་ཀྱི་ལས་འཆར་དེ་མིན་ན་ང་ཚོའི་གི་ལས་འཆར་དེ་ད་རེས་དེ་ཚོད་ལྟའི་གི་དཔེ་མཚོན་ཙམ་ཞིག་བསྡད་ཡོད་རེད། ཚོད་ལྟའི་དཔེ་མཚོན་ཙམ་ཞིག་དེའི་རྒྱུ་ས་དེ་ངས་གཤམ་ལ་འདི་དབུ་འབྱེད་བྱེད་ཆོག་པ་ཞུ་ཡག་ཡིན།

ལྗང་གི་འགྱུར་གྱི་འདུལ་བ་ནི་མདོ་སྡེ་བར་དུ། པོ་ཏི་བདུན་ཅུ་ག་ཚོད་རེད། པོ་ཏི་བདུན་ཅུ་དོན་གཅིག། པོ་ཏི་བདུན་ཅུ་དོན་གཅིག་འདིའི་ནང་ལོགས་ལ་ཡང་འཚོལ་ཞིབ་བྱས་ཡོད་པ་དང་ལྟ་ཀློག་བྱས་ཡོད་པ་དེ་འདྲ་ཞིག་བཟོས་ཡོད་རེད། དེ་རིང་དུས་སང་གཤམ་ལ་ཡང་རྣམ་པ་ལྷན་རྒྱས་ཚོ་ལ་ཡང་དེ་ངོ་སྤྲོད་ཞུ་ཆོག་པ་ཞུ་ཡ་ཡིན།

འདིའི་གཉེན་བཤད་འདིའི་མིང་ལས་ཨ་དར་ཤཱས་ཨ་དར་ཤཱས་ཟེར་དུས་ས་ནི Sanskriti གི་སྐད་ཆ་རེད་བཤད། བོད་སྐད་ཐོག་ལ་མེ་ལོངས་རྟགས་མེ་ལོངས་རྟགས་པའི་རྒྱུ་མཚན་ག་རེ་ཟེར་ན་ང་ཚོས་རྒྱ་བལ་བཀའ་འགྱུར་རིན་པོ་ཆེ་དང་ཨ་ནི་མ་འོངས་པ་ལ་བསྟན་འགྱུར་དང་ད་ག་ན་བཞིན་གྱི་བོད་ཀྱི་རྟགས་མཁས་པ་རྣམས་ཀྱི་གསུང་རབས་ཅིག། ག་ཚད་ཐུག་ཐུག་རུ་འདི་ན་བཅུག་ཡ་ཡི་མི་ཡིན་ཙང་ཨ་ནི་ཅིག་གསུང་རབ་ཐམས་ཅད་མེ་ལོང་གི་ནང་ལ་གཟུགས་བརྙན་ཤར་བ་ནང་བཞིན་གྱི་ཨ་ནི་འདིའི་ནང་ལ་འཆར་ཐུག་གི་ཡོད་པ་ཡིན་ཙང་དེའི་རྒྱུ་མཚན་བསྟན་ནས་འདི་ལས་ཨ་དར་ཤའམ་མེ་ལོངས་ཅིག་ཀུན་གསལ་མེ་ལོངས་བཏགས་པའི་རྒྱུ་མཚན་དེ་རེད། ད་འདི་བེད་སྤྱོད་གནང་བའི་སྐབས་ལ་ཡག་ད་དེ་ད་དེ usb སོགས་མ་རུ་ད་དེ་འདི་ན་བཅུག་ཚར་བའི་རྗེས་ལ་འདི་ན་ཡང་འདི་ཁ་ཕྱེ་གནང་ཡས་མིན་ན། ཅི་དང་འདིའི་ན་ལོར་འདི་ལ་ཡ་དེ་སྦྱོར་གར་ས་ནམ་རྒྱུན་བེད་སྤྱོད། གསར་དུ་བེད་སྤྱོད་གནང་མཁན་ལས་དང་པོ་བར་ཞིག་ཡིན་པས་ན་དེ་གི་འདི་ལས་གཟིགས་པས་ན། འདིའི་གི་གར་ས་དེ། དེའི་གི་གར་སོ། འདིའི་ནང་ལོར་གར་བསྟུན་དགོས་རེད་ཟེར་ནས་བེད་སྤྱོད་བྱེད་སྟངས་ངོ་སྤྲོད་གནང་གི། དེ་ང་ཚོའི་གི་ལི་ཤི་ལིང་མཁན་པོ་རྣམ་རྒྱལ་གི་བེད་སྤྱོད་བྱེད་སྟངས་ངོ་སྤྲོད་ཚང་མ་དུ་སུ་གནང་ཡོད་རེད་དེ་བེད་སྤྱོད་བྱེད་སྟངས་ཚང་མ་འདིའི་ནང་ལ་ངོ་སྤྲོད་གནང་ཡོད་རེད་དེ་ནས་ཡིག་འབྲུ་ས་ནས། དེ་རིང་འདི་ཟ་ནས། ལས་དང་པོ་བར་གྱི་འདི་གཟིགས་པ་ཡིན་ན་ཨ་ནི་བེད་སྤྱོད་བཏང་སྟངས་དེ་ཚོ་ལམ་སང་མཁྱེན་ཐུབ་པར་ཞུ་འགོ་རེད་ད་ཡིན་ནས་དེ་རིང། ད་བརྙན་ཆས་ངོ་མ་དེ་འདི་ཡིན་པ་ཡིན་ཙང་འདིའི་ཐོག་ལ་ཡ་མཚར་གཉིས་འདུག་བསྣན་པ་ཡིན་པས་ན། ཨ་སྒོ་ཤར་ཡོང་དེ་དུས་ཚོད་འདི་ཟིག་འགོ་རེད།

དེང་སང་གི་མཁས་པ་རྣམ་པ་ཚོས་གར་སོང་གོ་ཟེར་ན་བོད་གངས་ཅན་གྱི་ལྗོངས་ལ་ཡ་ཨ་ནི་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཤིང་པར་དུ་བརྐོས་པ་དང་པོ་འདི་དཔེ་དང་པོ་འདི་འཇང་བཀའ་འགྱུར་རེད། དེའི་མངལ་ལས་ཡ་ད་ཡུང་ལུགས་བཀའ་འགྱུར་ཟེར་བ་ཅིག་བྱུང་པ་རེད་ཡུང་ལུགས་བཀའ་འགྱུར་ཟེར་བ་དེ་ཨ་ནི་དེ་གོང་རྒྱ་ནག་གོང་མ་རྒྱ་ནག་ཁར་ས་དེའི་མིང་རྒྱལ་རབས་སྐབས་ལ་ཡ། གོང་མ། ཡུང་ལག་གི་སྐབས་ལ་ཡ་ཞིང་བྱ་བའི་བཀའ་འགྱུར་བོད་བོད་ཡིག་གི་བཀའ་འགྱུར་ཡུང་ལ་ཡུང་ལེ་བཀའ་འགྱུར་ཟེར་བ་ཅིག་བྱུང་བ་རེད་ད་དེ་བཀའ་ཆེན་འཛམ་བུ་གླིང་ལ་ཡ། འཛམ་བུའི་གླིང་ལ་ཡ། བོད་ཡིག་གི་བཀའ་འགྱུར་སྤར་དུ་བཀོད་པ་ཐེངས་དང་པོར་ཆགས་ཡོད། བཀའ་འགྱུར་སྤར་དུ་བཀོད་པ་ཡིན། ད་དེའི་མངལ་ཡ་གཅིག། ཚལ་པ་བཀའ་འགྱུར་ཟེར་ར་བ་དང་སྣ་ཐང་བཀའ་འགྱུར་ཟེར་ར་བ་ཅིག་འདི་འདྲ་ཅིག་བྲིས་མ་དེ་འདྲ་མང་པོ་ཡོད་ས་མ་རེད། དེ་ནས་འདིར་བྲིས་མ་འདི་གི་དེ་གོ། བྲིས་མ་ཙམ་རེད་མ་འདི་སྤར་དུ་འཁོད་ཡོད་མ་རེད། ཤིང་སྤར་དུ་འཁོད་ཡོད། ཤིང་སྤར་དུ་བཀོད་པ་དང་པོ་དེ་ཡུང་ལི་བཀའ་འགྱུར་ཟེར་བ་དེ་ཡིན་པར་བྱས། དེ་ནས་འཇང་བཀའ་འགྱུར་ཟེར་བ་དེ་ནི་འཇང་གོང་འཇང་རྒྱལ་པོ་མི་ཕམ་བསོད་ནམས་རབ་བརྟན། ཡིན་ས་ཡོད། ཁོང་གིས་སྦྱིན་བདག་བྱས་ནས། ཞྭ་དམར་དྲུག་པ་གངས་ལྷ་ཆོས་ཀྱི་དབོན་མཆོག་གིས་ཞུ་དག་གནང་ནས། དེ་ནས་གར་འཇང་དགའ་འགྱུར་ཟེར་བ་ཞིག་དེ་ཞུ་དག་བཞེངས་པ་རེད། ཨ་ནི་ཕྱིས་སུ་དེ་འཇང་དགའ་འགྱུར་དེ་པར་བཞེངས་ཏེ་ལི་ཐང་དགོན་ཆེན་ལ་ཡང་དེ་ད་ཚུལ་ཁེ་ཡོང་བྱས་པ་རེད། ཚུལ་ཁེ་ནི་ལི་ཐང་དགོན་ཆེན་ལ་བཞུགས་པ་ཡིན་ཙང་ཕྱིས་སུ་ལི་ཐང། བཀའ་འགྱུར་རིས་བཅད་ཀྱི་མཚན་གསོལ་གྱི་ཡོད་འདྲ། ད་ཡིན་ནས་དོན་དུ་ཁོ་རང་འབྱུང་ཁུངས་རུ་དེ་འཇང་བཀའ་འགྱུར་རང་ཆགས་ཡོད་རེད། ད་དེ་ལྟ་དེ་འཇང་བཀའ་འགྱུར་འདི་ལི་ཐང་དགོན་ཆེན་དེ་སྔོན་མ་ནས་རིག་གནས་གསར་བརྗེ་མ་བྱུང་གོང་ནས་ཨེ་ནས་བ་ཇི་མེ་སག་ཐེབས་རིབ་ཞིག་བྱས་བྱས་པར་ཞིང་ད་ལྟ་རེ་རེ་གཉིས་རེ་མ་གཏོགས་པའི་ཆ་ཚང་བ་ཅིག་ལྷག་ཡོད་མ་རེད། དེ་འདྲས་གསུང་གི་འདུག་ད་གང་ལྟར་ཡང་བོད་གངས་ཅན་གྱི་ལྗོངས་ཀྱི་ལ་ཡ་ནི་རྒྱ་བའི་བཀའ་འགྱུར་དཔར་དུ་བཀོད་པ་ཐེངས་དང་པོ་དེ་འཇང་བཀའ་འགྱུར་ཡིན་པ་དང། ད་ག་ནང་བཞིན་གྱི་སི་ཏུ་པཎ་ཆེན་ཆོས་ཀྱི་འབྱུང་གནས་ཀྱིས་སྡེ་དགེ་བཀའ་འགྱུར་བཞེངས་པའི་སྐབས་ལ་ཡ་གཞི་བཞག་གསར་བུ་གཙོ་བོ་དེ་འཇང་བཀའ་འགྱུར་གནང་པ་དེ་འདྲས་ཀྱི་ད་གང་ལྟར་གོ་རིན་ཐང་ཞིག་ཡོད་པ་ཡིན་པ་ཡིན་ཙང་ལོ་རྒྱུས་ཀྱི་རིན་ཐང

སོགས་པ་རྒྱུ་མཚན་རིམ་གཅིག་དེ་རེད། ཡིན་ན་ཡང་མ་འོངས་པ་ལ་ཡང་འདི་བཀའ་འགྱུར་འདིའི་འཇང་བཀའ་འགྱུར་གཅིག་པོ་མ་ཡིན་པ། ང་ཚོའི་གི་འཆད་གཞི་རུ་འདི་ག་རེ་ཟེར་ན་བཀའ་འགྱུར་ཆ་ཚང་ཤོས་རུ་ཆགས་ཆགས་ཀྱི་རེ་བ་རུ་དུ་བྱེད་ཀྱི་ཡོད། དེ་བཞུགས་པའི་རྒྱུ་མཚན་ག་རེ་ཟེར་ན་དཔེར་ན་པར་མ་ཁ་ཤས་ནང་ལ་དཔེར་ན་འཇང་བཀའ་འགྱུར་ནང་ལ་ཡོད་པ་ཆེ་ཡང་པར་མ་ཁ་ཤས་ནང་ལ་མེད་པ་དེ་འདྲའི་གི་མདོ་གཟན་དེ་འདྲ་ཡོང་སྡད་འདུག་ཡང། པར་དུ་འཁོད་པའི་གི་པར་མ་ཁག་ནང་ལོར་གྱི་མེད་པ་ཆེ། དྲི་མ། དེ་འདྲའི་དཔེར་ན་ཏོག་བཀའ་འགྱུར་ཟེར་ཡང་འདྲ་བོ་དང་དག་ན་ཤིང་གི་ཡས་བོད་གཞུང་དཔེ་མཛོད་ཁང་ལ་ཡང། དེ། གར་བཀའ་འགྱུར་ཟེར་དེ་མིན། བོད་གཞུང་དཔེ་མཛོད་ཁང་ལ་ཡང་དེ་གྲུ་ཐོག་ཨུ་རྒྱན་པའི་གདན་ས། དེ་ནས་བྱུང་བའི་བཀའ་འགྱུར་གྱི་བར་བྲིས་མ་ཅིག་དེ་དང། ད་ག་ན་སིན་མི་ཀའི་དེ། མོན་རྟ་དབང་ལ་ཡང་ཡང་བཀའ་འགྱུར་གྱི་བར་ཟག་འདུག་བྱས་ཙང་དེ་འདྲའི་རིགས་སོར་མོ་དེ་འདྲས་ཀྱི་ཨ་ན་བཀའ་འགྱུར་བྲིས་མ་ཁག་ནང་ལ་བཞུགས་བསྡད་པའི་ཀྱི་མདོ་གཟན་དེ་འདྲས་ཡོད་པ་ཡིན་ན་དེ་ནང་ལ་བར་བཅུག། ད་ག་ན་སིན་གྱི་ཡང་ཁ་ཤས། ཏུང་ཧོང་གི་ཏིར་ཡིག་ནང་ལོར་ལས་ཡང་ཡོད་བསྡད་པའི་གི་མདོག་ཚན་ཁ་ཤས་ཡང་བཀའ་འགྱུར་གཞན་ནང་ལ་མེད་བསྡད་པ་འདི་འདྲས་ཡོང་བསྡད་འདུག་དཔེར་ན། ཤེས་རབ་སྙིང་པོ་འདུལ་བ་དེ། ཤེས་རབ་སྙིང་པོ་ནམ་རྒྱུན་ང་ཚོས་འདོན་ཡག་དེ་རྒྱས་པ་འགྲོ་རུ་ཆེ། ད་དེ་ལས་བསྡུས་པ་ཅིག་དཔེ་གཞན་དག་ཅིག་ཡོང་བསྡད་འདུག་དེས་རྒྱ་ནག་དང། ཀོ་རི་ཡ་དང་འཇའ་པན་དང་དེ་ཚུལ་གྱི་ནམ་རྒྱུན་སྲུང་དེ་ཡག་གི། ཤེས་རབ་སྙིང་པོ་དེ་ཤེས་རབ་སྙིང་པོ་འདུས་པ་ཟེར་བ་མ་རེད་པས་ཉམས། ཅུང་ཟད་ཉུང་བ་རེད་པ་ཆགས་བསྡད་ཚིག་ཅུང་ཟད་ཉུང་བ་རེད་པ་ཆགས་བསྡད་ཡོད་རེད། འོ་ད་འདི། ཏུང་ཧོང་གི་ཏིར་ཡིག་ནང་ལོགས་ལས་ཡ། འདི་སྔོན་མ་ནས་བསྒྱུར་བཞག། བྱས་ཙང་དེའི་ཟོར་འདི་འདྲས་ཡིན་པས་ནི་འདི་ནང་དུ་བཅུག་ཅིང་དང་མདོར་ན་མ་འོངས་པ་ལ་འཇང་བཀའ་འགྱུར་གྱི་ངོ་བོ་ལས་འདས་པའི་ཐོག་ནས་ད་གང་ལྟར་བཀའ་འགྱུར་ཆ་ཚང་ཤོད་འདྲི་པ་ཅིག་དང་བཀའ་འགྱུར་གང་ལྟར་ཁ་ཧྲི་བའི་པར་མ་དང་བྲིས་མ་ཁག་ནང་དུ་ཡོད་པའི་མདོ་ཚན་ཐམས་ཅད་ལོ་འདིའི་ནང་དུ་བཅུག་ཐུབ་ཡག་རབ་ཏུ་ཆགས་ཅིག་ཨོ་རེད། ད་ད་ལྟའི་དབང་དུ་བྱས་པ་ཡིན་ན་འཇང་བཀའ་འགྱུར། གོང་དུ་ཞུས་པ་ནང་བཞིན་གྱི་འདུལ་བ་དང་འབུམ་དང་ཉི་ཁྲི་དང་ཁྲི་བརྒྱད་དང་ཁྲི་པ་དང་བརྒྱད་སྟོང་བར་དང་ཤེས་རབ་སྣ་ཚོགས་དང་མདོ་སྡེ། མདོ་སྡེའི་བར་དུ་ང་ཚོའི་འཁྲུལ་འབྱུང་རུ་བྱེད་ཅིག་འདི་ན་ཡོད་འདུག་ཟེར། ད་དཔེར་ན་འདི་ལ་ཡང་བཏགས་ཞིག་འདུག་བ་དོམ་བཏགས་ཞིག་འདུག་བ་དོམ་བཏགས་དེ་ག་རེ་ཚུགས་དགོས་ཟེར་འདིའི་ནང་ལོགས་ལ་ཡང་གེར་གནས་ནང་ལོགས་ལ་ཡང་ཟབ་ཆས་དབྱེ་བ་ཡོད་པ་ཚོད་འདུག་གོ་འདི་ན་ཅིག་གནས་པ་ཡིན་འདུལ་བ་བྱེད། འདུལ་བ་པོ་ཏི་ཀ་བ་ཏི་གཅིག་གནས་པ་ཡིན་ན་འདུལ་བ་བཞི་བྱས་བཞི་ཀ་བ་བྱས། བཞི་ཀ་བ་ཏི་ནང་ལ་གནས་པ་ཡིན་ན་རབ་ཏུ་བྱུང་བ་བཞི་བྱས་པ་བྱས། དེའི་ནང་ལོགས་ལ་གནས་པ་ཡིན་པས་ན་ཤེར་ཡུལ་བུའི་སྡེ་ཚན། མུ་སྟེགས་ཅན་གྱི་སྡེ་ཚན་སར་ལྟ་དེ་ཀ་ཏི་པོ་རེ་རེ་བཞིན་དུ་སྟེ། གར་སོང་བ་སྟེ། མུ་སྟེགས་ཅན་གྱི་སྡེ་ཚན་རུ་བྱ་བྱ་བ་ཡིན་པས་ན། དེའི། བོད་རྗེ། ག་ནས་འགོ་སྲིང་གི་རེད་ད་བོད་རྗེ་ནས་འགོ་སྲིང་གི་གི་རེད་དེ། མུ་ཏིག་རྗེ་ནས་ཉི་ཤུ་དང་ས་འདི་མ་འགོ་སྲིང་འདུག་བ། དེ་ནས་མ་མུ་ཏིག་རྗེ་ཡི་སྡེ་ཚན་དེ་ཨ་ནས་འགོ་བཙུགས་ཡོད་པ་ཡིན་པ་རེད། དེ་གཅིག་རེད། ད་དེ་ནས། དེ་ནས་འདི་གཅིག་གནས་པ་ཡིན་མིན་ན། ད་འདི་གཅིག་གནས་པ་ཡིན་མིན་ན། ད་འདིའི་ནང་ལོགས་ལ་ཡ། འདི་ལ་ཡང་འདི་འོག་ཏུ་འདི་སོ་སོའི་གི་དཔེར་ན། སོ་སོའི་གི་མདོ་དེ་མ་ངེས་པར་བྱེད། ད་དེའི་ནང་ནས་ཚིག་སྒྲུབ་བྱེད་ཚད་དགུ་ཡོད་པའི་མི་ན། དཔེར་ན་ཤེས་རབ་ཟེར་ཡག་འདྲ་བོ་དང་སྙིང་རྗེ་ཟེར་ཡག་འདྲ་བོ་དང་ད་ག་ནང་བཞིན་གི་རབ་ཏུ་བྱུང་བ་ཟེར་ཡག་འདྲ་བོ་དེ་འདྲའི་ཚིག་ཚད་དགུ་ཡོད་པ་ཡིན་ན་འདིའི་ནང་ལོ་ལ་ཡང་ཨ་ནི་བོད་ཡིག་དེ་རྒྱབ་པ་ཡིན་པས་ན་གོ་ཚད་ཡོད་དགོས་བ་རེད། དེ་ལ་ཚད་སྟངས་དེ་ལ་རྣམ་པ་གསུམ་ཡོང་དུ་ཡག་རེད། འདི་ལ་ཡང་མདོ་མིང་འཚོལ་བ། འདི་ལ་ཡང་དཀར་ཆག་འཚོལ་བ། འདི་ལ་ཡང་ནང་དོན་འཚོལ་བ་སོགས་ཀྱི་རྣམ་པ་གསུམ་ཡོང་སྡད། དཀར་ཆག་འཚོལ་བ་ཟེར་དུས་བཟང་ནི་ག་རེ་ཟེར་ན་མདོ་གཅིག་གི་དཀར་ཆག་ཅིག་འཚོལ་དགོས་ཡོད་པའི་མི་སྣ་ལྟ། གལ་སྲིད་སོ་སོའི་གི་མདོ་དེའི་དཀར་ཆག་དེ་ངེས་ཀྱི་མེད་པ་བྱས་ལྟ་ཡིན་པས་ནི་དཀར་ཆག་ཅིག་ལྟ་ཉན་འདོད་པའི་མི་སྣ་དེ་ཚགས་ཅིག་བརྒྱབ་ཡིན་ན་ཨ་ནི་ཚང་མ་ཤར་ཡོང་ལྟ། ས་ཞིག་རྒྱབ་བཞག་ན། ད་འདུལ་བ་བཞི་དང་དེ་འདུལ་བ་རྣམ་པར་བཅད་པ་དང་དེ་ནི་གར་དེའི། མདོ་མིང་དེ་ཚོ་མདོ་ཡི་མཚན་དེ་ཚོ། སྲིང་གཞུང་དུ་འདིར་མ་རིམ་པས་བཞིན་དུ་ཡོང་སྟེ་ཡང་དག་འདི། ལྟར་འདུག། གལ་སྲིད་སོ་སོའི་གི་མདོ་ཡི་མཚན་དེ་ཧ་གོ་བ་ཡིན་པས་ན། ཨ་ཁོ་འདི་མདོ་ཡི་མཚན་དེ་འདི་ན་བྲིས་བཞག་ན། དཔེར་ན་ངེད་ཅིག་ཚོད་ལྟ་བྱས་པས་ན།

ད་དེ་ནས་འདི་རེད། འདི་ཡི་འཚོལ་སྟངས་དེ་ལ། ད་འདི་ག་རེད་ཟེར་ན། ནང་དོན་འཚོལ་བ། ནང་དོན་འཚོལ་བ་ཟེར་ན་ག་རེད་ཟེར་ན། ད་འདི། མདོ་ཡི་མིང་ཡང་མ་ཡིན་གི་དཀར་ཆག་དཀར་ཆུ་དཀར་ཆག་ཙམ་དུ་མ་ཟད་པའི་གི་མདོ་དེའི་ནང་གི་ནང་དོན། ནང་ལོགས་ལ་ཡང་ད་དཔེར་ན་གཅིག་གཉིས་བཞི་ཟེར་བ་རེད་པ་དེ་འདྲའི་ཅིག་ཚིག་བྱེད་དགོས་ཀྱི་མེད་མདོ་དེའི་ནང་གི།

འདི་ན་ནི་འདི་འདིའི་ཕྱོགས་དེར་གར་དོན་གོ་རེ་ཟེར་ན། འདུལ་བའི་ན་ལོར་ལ་ཡ་གི་འདུལ་ཟེར་ཨ་དེ། འདུལ་བ་བཀའ་གི་ན་ལོར་ལ་གི་འདུལ་ཟེར་ཨ་ཚིག་དེ། བརྒྱད་བརྒྱ་བཞི་བཅུ་བཞི་གཅིག་ཡོད་རེད། འདུལ་བ་བཞི་བཞི་བཀའ་བའི་ན་ལོར་ལ་བརྒྱད་བརྒྱ་བཞི་བཞི་གཅིག་བྱས། འདུལ་བ་ན་ལོར་ལ། བཞི། འདུལ་བ་བཀའ་བ་དེ་བཞི་བཀའ་བ་ར་བ། དེ་ལ་དེ་ན་ལ་བརྒྱད་བརྒྱ་བཞི་བཞི་གཅིག། རབ་ཏུ་བྱུང་བའི་བཞི་བཤད་པའི་ན་ལོར་ལ་ཉིས་བརྒྱ་ལྔ་བཅུ་ང་གཅིག། ཤཱ་རིའི་བུའི་སྡེ་ཚན་ན་ལོར་བདུན་བཅུ་དོན་དྲུག། ཨ་ར་དུག་སུ་ཡོད་པའི་ཡིན་དུས་ས་ནི་འདིའི་སྒང་ནས་ཅིག་གནས་པ་ཡིན་མིན་ན། དཔེར་ན། རབ་ཏུ་བྱུང་གཞིས་ནང་འདིའི་ཨང་གྲངས་ཡོད་ས་དེར་ཅིག་གནས་ན། ཨེ་གོ། དགེ་འདུན་ཟེར་བ་ཚིག་གི་དེ་ན་ཡོད་ཚད་དེ་མ་དོན་ཡོང་གོ། ཡོད་ཚད་དེ་དེ་ན་དོན་ཡོང་གོ། ད་དེ་གཅིག་རེད། ད་དེ་ནི་ཚུལ་ལོག། ད་དགེ་འདུན་ཟེར་བ་ཅིག་བྱུང་བར་བ། ད་དེ་ནི།

ད་དེ་ག་འདྲའི་ཚད་བོ་ཧ་གོ་མ་རང་ད་དེ་འདྲའི་ཡིན་དུས་ད་དེ་ལ་ག་རེ་བྱེད་བོར་ཟེར་ན། རྒས་ཟེར་ཡ་དེ་དང་བ་ཟེར་ཡ་དེ་ཡི་གེ་འགོད་ཤུགས་ངེས་དེ་བྲིས་དེའི་དཀྱིལ་དེ་ལས་ཡ། དཔེར་ན། ཡི་གེ་གསུམ་ཚད་དཔེར་ན་ཡི་གེ་ཁ་ཡི་དག་དབུ་མ། དཔེར་ན་ཡི་གེ་དེའི་བར་དང་རྒས་བ་དང་བ་གཉིས་ཀྱི་བར་དབུ་ལ་ཡི་གེ་ཚིག་འབྲུ་ག་ཚོད་ཡོད་པ་ཚིག་འབྲུ་ལྔ་ཡོད་ན་ཚིག་འབྲུ་ལྔ་རྒྱབ་ལས་ཡ། ཚིག་འབྲུ་གཉིས་ཡོད་ན་ཚིག་འབྲུ་གཉིས་རྒྱབ་དཔེར་ན་དེ་འདྲ་བྱས་ན་རྒས་བར་བ། ཚིག་འབྲུ་གཉིས་རྒྱབ་དུས་ད་ནི། རྒྱལ་བའི་རྩ་ཟེར་བར་འགྱུར། རྒྱལ་དང་བ་གཉིས་ཀྱི་པོ་རུ་ལ་བའི་རྩ་ཟེར་བར་འགྱུར། སྒྲ་དེའི་གར་སོགས་ཡི་གེ་གཉིས་ཡོད་པར་བསྟན་གོ། འདི་ལས་གསུམ་བྱས་བཞག་ན། འདི། རྒྱལ་ནས་བ་པོ་རུ་ལ་སློང་ལ་གསོལ་ཟེར་བ་དེ་ཡི་གེ་གསུམ་བསྟན་གོ། འོ་ད་དེ་ནས་ཡིན་དུས་ས་ན་དེའི་པོ་རུ་པོ་རན་གསུམ་བྱས་ཡང་བཞི་བརྒྱ་པ་ཡིན་པས་ན།

པོ་རུ་བཞག་བཞག་པའི་ནི་ལམ་སང་ཧ་གོ་རེད། གཅིག་དེ་རེད། ད་དེ་སོ་སོའི་གི་ངེས་པ་ཡོད་དེ་བ་ཆེ་ད་གང་ཡིག་འབྲུ་ལ་ངེས་པ་ཡོད་རེད་བ། ད་ཡིག་འབྲུ་ལ་ཡང་ངེས་པ་མེད་པ་སོ་སོའི་ཡིག་འབྲུ་ག་ཚད་ཡོད་དྲན་གི་མེད་བ་ཆེ། ཡིན་ན་ཡང་ད། ཚིག་སྔ་མ་དེ་དང་མཇུག་མ་དེ་དྲན་པ་ཆེ་ཡིག་འབྲུ་དེའི་པོ་རུ་ལ་ཡིག་འབྲུ་ག་ཚད་ཡོད་དྲན་གི་མེད་ན་ད་དེ་ལ་ཡང་ཐབས་ཤེས་གཅིག་ཡོད། ད་དེ་ལ། ང་བྱས། ད་འདི་ལྟ་བུའི་རྒྱལ་བ་ཡིན་མིན། དགེ་བའི་རྩ་བ། ད་འདི་འདྲ་བྱེད་མིན་ན། དེ་གར་ཤོར་བས་ཅི། གར་ཤོར་བས་དེ། དོན་གྱིས་དེ་ལ་ཡ། སོ་སོའི་གི་ཡིག་འབྲུ་ངེས་པ་ཅན་སོ་སོས། བརྒལ་ནས་བ་བ་པོ་རུ་ལ་ཡ་ཡིག་འབྲུ་གསུམ་མམ་བཞི་འམ་ལྔ་གསར། སོ་སོའི་བློ་ལ་ངེས་པ་ཡོད་ན་ད་དེ་རྒྱབ་ཆོག། ད་ད་རི་དེར་ངེས་པ་མེད་པ་བྱེད། ད་ཡིན་དྲུག་ལྔ་ཡོད་དང་བཞི་ཡོད་དང་ངེས་པ་མེད་དུས་ད་འདི་རེ་ཞིག་བརྒྱབ་བཞག་ན་ཕ་ཅིག་དེ་ཚད་ཡོང་དགོས་ཨང་རེད་ད་འདི་རེ་ཞིག་བྱས་ཡིན་མི་འདུག་ཡག་པོ་ཅིག་མགོ་ཚོན་པ་ད་ངོ་སྤྲོད་བྱེད་མཁན་ཀོ་འདུག་དྲ་དེ་ནས་མ་གཞི་མ་གཞི་འདི་ག་ཧྲུའེ་འཚོལ་ཞིབ་བྱེད་པའི་སྐལ་ལ་ཡ་བུ་ཡིག་གཅིག་པོ་མ་ཡིན་པ་དབྱིན་ཇི་གི་ཝའི་ལི་ཐོག་ལ་བརྒྱབ་པ་ཡིན་མི་ནས་ཚད་ཐུག་ཨང་རེད་ད་འདི་ཝར་བྱས་ཡིན་དེ།

ད་འདིའི་ཕྱོགས་དེ་ངོ་སྤྲོད་ཞུ་ཆོག་པའི་ཤག་ཡིན། འདིའི་ཕྱོགས་དེ་ངོ་སྤྲོད་ཞུ་དང་པོ་འདི་གང་མང་འདི་ལ་འདི་ཞིག་འདུག་བ་འདི་ལྟ་བ་རེད་དོ་འདི་དེ་ག་རེད་ཟེར་ན། དེ་ཆ་ཚང་ལོ། འདི་བསྣན་པ་ཡིན་འདི་འདི་ཆ། འདི་ཆ་ཚང་ལོ་འདི་གར་ཤོར་ཡིན་ཡིག་ལུགས་འདི་ས་ནི་ཟུར་འདི་གངས་ཀྱི་དཀར་ཤག་ལ་སོགས་པ་འདི་གི་འདི་ཕར་འབད་བྱས་ཆ་ཚང་ལོ། སོ་སོའི་གི་གཟིགས་ཡག་སྟབས་བདེ་བོ་ཡོད་པ་ཡིན་འདི་ས་ནི་འདི་འདི་འདི་ཆས་འདི་འདུག་ནས་ཚུལ་བསྣན་པ་ཡིན་མིན་ན། འདི་ཡང་དཀར་ཆག་དེ་ལ་ཤག་ཡོད་པ་ཅིག་འདུག་རེད། ད་དེ་སོག་ཡོང་དུས་སང་ད་འདི་ལ་ཡ། ག་རེ་རེད་ཟེར་ན། དཔེར་ན་འདི་འདྲ་བའི་ཆ་ཤར་བ་ཡིན་མིན་ན། འདི་ལ་སྦྱང་དགོས་འགྱུར་དེའི་ནང་ནས་འདུལ་བ་དེའི་ནང་ནས་བཀའ་དེའི་ནང་ནས་འདུལ་བ་བཞི། བཀའ་དེའི་ནང་ནས་གསོ་སྦྱོང་རེ་བཞི་དེའི་ནང་ནས་བཀའ་བི་ནི་ཏའི་མཚན། དེའི་ད་དེ་ཡིན་པ་མཚོན་དགོས་པ་དེ་ཚང་བ་ལ་དེའི་སྒང་འདི་ལ་ཡ། དུག་སེལ་བ་འདི་སོ་སོའི་བློ་ཡོང་དུས་སང་ན་མཚམས་མཚམས་འོག་ལ་མ་འགྲོ་དུས་སང་ན་ད་འདི་ག་འདྲ་ཡིན་དགོས་མཚམས་མཚམས་བརྗེད་འགྲོ་འདུག་བ། རིང་པོ་ཞིག་ཡོད་ཙང་ལྟ་དེ། ལམ་སང་ཁྱེད་ཡང་ཆད་དོ། ལམ་སང་སྦྱང་དགོས་རྒྱུ་འདུལ་བ་དེ་ག་རེ་ཡིན་པ་དེ་སོ་སོས་ག་རེ་གཟིགས་དེ་ཡོད་པ་དེ། དེ་སྒང་དེ་གི་སྒོ་བྱང་དེ་ལ་བལྟས་ན་ལམ་སང་ཁྱེད་འཐུག་ཡོད་རེད། ད་དེ་ནས། འདི་ལ་ཡང་ག་རེ་ཡོད་རེད་ཟེར་ན་འདི་གི་ཨེ། ཆེ་བ་ཞིག་དང་ཆུང་བ་ཞིག་གཉིས་དེ་ག་རེ་ཟེར་ན་ཡི་གེ་ཆེ་ཆུང་འདྲ་ཡང། དཔེར་ན་ཡང་ཁ་ཤས་སྤྱན་བདེ་བོ་མེད་པ་ཞིག་དེ་འདྲ་ཡིན་ན་དེ་ཚོས་ཡི་གེ་དེ་ཆུང་དྲགས་གི་འདུག་དགོངས་པ་ཡིན་མིན་ན། ཡི་གེ་ཆེར་དྲགས། དུ་ཡི་གེ་ཆེར་བཏང་ཆོག་རེད། ཡི་གེ་ཆེར་བཏང་བྱས་འོ་དེ་ནི་བཟོ་ཐུབ་བོ་རེད། ཨ་ཡང་ཆུང་བཏང་འོང་བའི་འདུག་ས་ཡི་གེ་ཆུང་བཏང་ཐུབ་བོ་རེད། ད་དེ་ནས་འདི་ག་རེད་ས་འདི་ད་ལྟ་བོད་ཡིག་གི་ཡིག་གཟུགས་ཐོག་ལ་ཡོད་རེད་དེ་ཡིག་གཟུགས་དེ་བྷའི་ལི་གི་ཡིག་གཟུགས་དབྱིན་ཇིའི་ཡིག་གཟུགས་ཐོག་ལ་བོད་ཡིག་གི་སྒྲ་མདངས་ཡོད་པ་ཅིག་བོད་ཡིག་གི་དག་ཆ་ཚང་མ་ཡོད་པ་ཅིག་མིན་ན་དེ་ཡིག་གཟུགས་དེ་ཨ་ནི། ཝའི་ལི་གི་ཐོག་ལ་ཡང་གཟིགས་དགོས་དགོངས་པ་ཡིན་མིན་ནི་ཨིན་ཇིའི་ཡིག་གཟུགས་ཐོག་ལ་ཡང་གཟིགས་དགོས་དགོངས་པ་ཡིན་མིན་དེ་གནས་པ་ཡིན་མིན་ན་ལམ་སང་ཚང་མར་ཨིན་ཇིའི་ཀྱི་ཐོག་ལ་བར་སྐྱོར་འགྲོ་དགོས་བ་རེད། ད་འདི་གི་བོད་ཡིག་གི་སྒྲ་མདངས་ཀློག་ཐུབ་པ་ཙམ་དུ་མ་ཟད་པའི་བོད་ཡིག་གི་དག་ཆ་དེ་ཚོ་ཧ་གྱེན་ཐུབ་དགོས་བ་རེད། དེ་རིང་དུས་སང་ནི་བོད་ཕྱི་རྒྱལ་གྱི་མཁས་དབང་ཁ་ཤས་ཀྱིས་བོད་ཡིག་མ་བའི་ལིག་ཐོག་ལ་མ་གཏོགས་པའི་བོད་ཡིག་གི་ཡིག་གཟུགས་ཐོག་ལ་ཡང་ཀློག་མ་མཁྱེན་པ་དེ་འདྲ་ཡོང་སྡད་ཀྱི་ཡོད་འདུག་དེ་ཚོ་ལ་ཡང་ཕན་ཐོགས་ཡོང་ང་རུ་འདུག་སེ་བྱས་རེད། ད་དེ་ནས་འདི་ག་རེད་བསམ་ན་འདི་ད་འདི་ག་རེད་བསམ་ད་འདི Internet གི་སྒོ་ཁར་ད་འདི་གནས་པ་བྱས་མ་འདི་ག་རེད་བསམ་འདི་ཅིག་གནས་པ་ཡིན་མིན་ན་དེའི་ནང་ལོགས་ལ་ཡང་ཆུ་ཚོད Email Address དང་སོ་སོའི Email Address དེ་ཡིན། དེ་དམ་ཆོས་བང་མཛོད་ཀྱི་ལས་འཆར་སོགས་མར་བས། དེ་ལ་ཡང་ཅིག་བསམ་འཆར་གནང་ཡ་ཡོད་པ་དང་དང་ན་ཤིང་གི་དམིགས་བསལ་དེའི་ཐོག་ལས་མི་སྣ་ཁར་ཤོ་ཡའི་འབྲེལ་པར་གནང་དགོས་དགོངས་པ་ཡིན་མིན་ན་འདི་ནས་ཇེའོ་རེད་ད་ཡིན་མིན་དེ་ལས་དེའི་ཁར་ས་དེའི་ཨིན་ཏེར་ནེ་རེད་སོགས་མར་བས་ད། འོ་ད་དེ་གི་རྒྱུད་ལམ་དེ་མེད་པ་ཡིན་ན་དེ་གནང་ཐུབ་ཡོང་བ་མ་རེད། འདི་གནང་བ་ལ་བཀའ་འགྱུར་ནང་ལ་ནོར་འཁྲུལ་ཡོད་ན་དེའི་ཐོག་ལ་དྲི་བ་གནང་ཤོག་ཞུ་ཞུ། དག་ན་ཤིང་གི་བཀའ་འགྱུར་འདི་ནང་ལ་དམིགས་བསལ་ནོར་འཁྲུལ་རུ་ཡོད་པ་དང་དག་ན་ཤིང་སོ་སོའི་བསམ་འཆར་རུ་དེ་འདི་ཡོད་པ་ཡིན་པས་ན་ཨ་ནི་དེའི་ནང་ལོ་ལ་ཡ་སོ་སོའི་གི་དེ་འོག་ལ་ཡ་ཤམ་ཡ་ཟིན་བྲིས་ཅིག་བཀོད་ཡ་ཟིན་བྲིས་དེའི་ནང་ལོ་ལ་སོ་སོའི་བསམ་ཚུལ་ག་རང་ཡོད་པ་དེ་ཅིག་བྲིས་ཡོང་ན་ཨ་ནི་ང་ཚོའི་གི་བསམ་ཚུལ་དེ་ལ་མཐུན་པ་ཅིག། དུ་སི་ག་རེ། ག་རེ། ཞབས་ཕྱི་ཤོད་ཡ་དུ་སི་རེ། ད་དེ་ནས་འདི་ལ་ཡ་ཇི་སི་བི་མི་ན། ད་ཡང་འདི་བུ་ཡིག་ཐོག་ཇི་གོ་ད་ཨོ་ཀེ། ད་དེ་ནས་འདི་ག་རེ་སི་ན་འདི་གི་ཨང་གྲངས་དེ་ག་རེ་ཚུན་གོ་ས་ན་འདི་ཨང་གྲངས་འདི་འདི་གལ་ཆེན་པོ་ཅིག་ཆགས་འདི་ཡོ་རེད། ག་རེ་ས་ན་འདི་ང་ཚོའི་གི་འདི་ཀམ་པུའུ་རི་ནང་ལ་ཡ་ཁྲུན་འཇུག་བྱེད་ཞབས་པ་འདི་ཁྲུན་འཇུག་བྱེད་ཞབས་པ་དེ་ག་ཚད་ཞུ་དག་བཏང་ནས། ད་མཚམས་མཚམས། ཁོ་རང་ཅིག་སྣེམ་ཉན་ཤོག་སོང་ན་ལམ་སང། མཚམས་སུ་དྭགས་པོ་ཡོད་པའི་ནི་ཡང་མཚམས་སམ་ཏིས་གནས་ཉེ་དུ་ཤོག་འབྲུ་དུས་སམ་ལམ་སམ་ལམ་གཅིག་ཕྲུག་འགྲོགས་དུ་བ། དེ་རིང་དུས་སམ་ཕྲུག་འཇུ་བྱེད་ཤ་བ་དེ་དྭགས་པོ་ཟེར་ཡ་དེ་རྒྱ་སོ་རྒྱ་ཐང་པོ་དྭགས་པོ་ཟེར་ཡ་དེ་ཀ་ལ་ཧ་པོ་ཞུ་བྱེད་རེད་ཤ། ཨ་ད་དེ་རིང་དུས་སམ་ན་ཡང་འདིའི་ནང་ལོར་དོག་པོ་རུ་ཟེར་ཡ་ཨོ་འདི་འདྲ་འདི་འདྲའི་ཨ་ཡིན་ན་དཔེར་ཚིག་འདྲ་པོ་ཅིག་གིས་ཟུས་འདི་འདྲ་འདི་འདྲའི་ཨ་ཡིན་ན། འདི་མ་དཔེ་ཅིག་གིས་བལྟས་པ་ཡིན་ན་ཧ་གོ་ས་རེད་ཡིན་མིན་ཐག་ཆོད་ས་རེད་དགོངས་པ་རུ་དེ་འདྲ་བྱུང་བ་ཡིན་མིན་ན་ད་འདི་གིས་མ་དཔེ་ཅིག་འདི་གནས་པ་ཡིན་ན། འདི་གི་མ་དཔེ་དེ་ཤག་རིང་བོ་བ་རེད་ལྗང་ཀི་འགྱུར་གི་མ་དཔེ་དེ། འདི་ང་ཚོའི་གི་འཁྲུལ་འཇུག་བྱས་པའི་བུ་དཔེ་དེ་བྱས་འདི་མ་དཔེ་དེ་མ་དཔེ་དངོས་གནས་ཁོ་རང་རང་ཤག་རིང་བོ་བ་རེད་ད་འདི་ཤག་རིང་དུ་བསམ་འདི་གི་གར་སོ་རེད། འཕྲིན་གི་འཕྲིན་གི་མཚམས་བཅད་སྟངས་རེད་ཚང་མར་འགྱུར་བ་འགྲོ་བ་རེད། ད་ལྟར་རེ་ཞིག་འབིས་ན། དུ་གཟིགས་བདེ་བའི་ཆེད་དུ། ཕྲིན་གྱི་གཅོད་མཚམས་ར་བ་འདི་གྲ་གྲ་འགྲིག་པོ་རེད་འདུག་བཟོས་ཤོག་ཨ་རེ། ད་ཡིན་འབིས་ནའང་འདི་ཞིག་གནས་པ་ཡིན་འབིས་ན་ཕྲིན་གྱི་གཅོད་མཚམས་འདི་འགྱུར་བ་འགྲོ་དགོས་རེད། འགྱུར་བ་འགྲོ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ང་ཚོའི་ཕྲིན་གྱི་གཅོད་མཚམས་འདི་མ་འབིས་ཀྱི་ཕྲིན་གྱི་གཅོད་མཚམས་འདི་གཅིག་པ་གཅིག་རྐྱང་བཟོས་ཤོག་ཨ་རེ། དེ་བཟོས་པ་ཡིན་འབིས་ན། བསྡུར་ཡོང་དུས་བཟང་ནས་བསྡུར་ཐབས་བདེ་པོ་རེ་ཞིག་དཔེར་ན། ཨུ་ཨུ། ཀྱི་དེ་ཤུགས་ཆེ་རེད་འདུག་ཨོ་ཀེ། འདུག་སྟབས་བདེ་པོར་བྱེད། དཔེར་ན། དཔེར་ན་བློ་མཐུན་པ། འདི་ས་འདིར་ཏག་ཏག་བློ་མཐུན་པར་བྱེད། བློ་མཐུན་པར་བགྱིད་ཟེར་ཡང་རུང་འདི་ཏག་ཏག་བློ་མཐུན་པར་བགྱིད་ཟེར་ཡང་རུང་འདི་གི། མ་དཔེ་གི་གཅོད་མཚམས་ག་འདྲའི་ཡོད་པ་ཡིན་ན་བུ་དཔེ་དེ་གཅོད་མཚམས་དེ་འདྲའི་བྱས་ཡོང་དུས་སང་ནས་ཨ་ནེ་ཕ་བསྡུར་ཡོང་དུས་སང་ནས་བསྡུར་སྟབས་བདེ་བ་ཞིག་བྱེད། ད་དེ་འདྲ་བྱེད་ཡོང་ཨ་འདུག་བྱ་ཤེས་རབ་འདུག་བྱ། ད་ཧ། ད་འདིའི་གི་ཨང་གྲངས་འདི་གར་ཚུན་གོ་རེ་ས་དང་པོ་འདི་གི། གར་ཚུན་གོ་རེ་ས་ན་འདུལ་བ། པོ་འདི་དང་པོ་ཡིན་པ་ཚུན་གོ་བ་རེད། དེ་ནས་ཨང་གྲངས། འདི་གི། པོ་འདི་དང་པོའི་གི་འདེབས་མ་ག་ཚོད་འདེབས་གྲངས་ག་ཚོད་ཡིན་པ། འདེབས་གྲངས། བརྒྱ་དང། བཞི་བཅུ་བཞི་བཞི་དེ་འདེབས་གྲངས་རེད་བུ་ཡི་འདེབས་གྲངས། འདེབས་གྲངས་རེད། བརྒྱ་དང་བཞི་བཅུ་བཞི་བཞི། བི་འདི་གར་ཚུན་གོ་རེ་ས་ན་བི་འདི་རྒྱབ་ལོགས་ཡིན་པ་ཚུན་གོ་བ་རེད། འདུལ་ཡིན་པའི་ནི་ང་ཚོས་ཨེ་ཞིག་བརྒྱབ་རེད།

ད་དེ་ནས་མ་འོངས་པར་ཡང་ང་ཚོའི་འཆར་གཞི་ག་འདྲ་ཡོད་ཟེར་ན། འདི་འཇང་བཀའ་འགྱུར་ཙམ་དུ་མ་ཟད་པས་ད་ང་ཚོས་འདིར་འཁྲུལ་འཇུག་བྱས་བྱས་པ་དེ་འཇང་བཀའ་འགྱུར་རེད། ཡིན་པ་ནས་ཡང་ད་འདི། དཔེར་ན། སྡེ་དགེ་བཀའ་འགྱུར་ལ་ཡང་བསྡུར་དགོས་དགོངས་པ་ཡིན་ན་སྡེ་དགེ་བཀའ་འགྱུར་གྱི་མ་དཔེ་གཅིག་ལ་ཡང་བསྡུར་དགོས་བསམ་པ་ཡིན་མིན་ན་བསྡུར་དགོས་དགོངས་པ་ཡིན་མིན་ན་ད་སྡེ་དགེ་བཀའ་འགྱུར་གྱི་མ་དཔེ་དེ་ཇེ་མང་མ་འོངས་པ་ལ་ཡང་འདས་ཡ་དོན་ངོར། ད་ལྟ་ང་ཚོའི་སྡེ་དགེ་བཀའ་འགྱུར་གྱི་ཤོག་གྲངས་ག་ཚད་ཡིན་པ་དེ་གཅིག་བསྡུར་བྱེད་འདའི་བྱ་ཞོར་རེད། འདི། བྱང་བཀའ་འགྱུར་གྱི་དེབ་གྲངས་འདི་སྡེ་དགེ་བཀའ་འགྱུར་གྱི་དབང་དུ་བྱས་པ་ཡིན་ན། འདུལ་བ་པོ་ཏི་དང་པོའི་གི། སྡེ་མ་བརྒྱ་དང་སུམ་ཅུ་སོ་བདུན་གྱི་རྒྱབ་ལོགས་ལ་ཡོད་རེད། ད་ཡིན་པས་ན་མ་འོངས་པ་ལ་ཡང། སྡེ་དགེ་བཀོད་འགྱུར་ཅོ་ནེ་བཀོད་འགྱུར་སྣ་ཐང་བཀའ་འགྱུར། ཞོལ་བཀོད་འགྱུར་ཁུ་རི་བཀའ་འགྱུར། ད་ག་ན་ཤིང་གི་ད་དེ་ལ་སོགས་པའི་ཅེས་བཀའ་འགྱུར་གྱི་དཔེ་མི་འདྲ་བ་ལ་བསྡུར་དགོས་དགོངས་པ་ཡིན་མིན་ན་ཨ་ན་ང་ཚོས་མ་འོངས་པ་ལ་ཡང་བསྡུར་ཡག་གི་དེ་མ་དཔེ་དེ་ཆ་ཚང་འདིའི་ནང་ལ་སོ་སོའི་གདམ་ག་བྱས་ཡོད་པ་དཔེར་ན་སྡེ་དགེ་བཀའ་འགྱུར་དང་བསྡུར་དགོས་དགོངས་པ་ཡིན་མིན་ན་སྡེ་དགེ་བཀའ་འགྱུར་གྱི་མ་དཔེ་གདམ་ཡག་ཡོད་པ་དང་ད་ག་ན་ཤིང་ཁུ་རི་བཀའ་འགྱུར་བསྡུར་དགོས་དགོངས་པ་ཡིན་ན་ཁུ་རི་བཀའ་འགྱུར་གྱི་མ་དཔེ་གདམ་ཡག་ཡོད་པ་བསྡུར་བ་སོགས་ཀྱི་ཆ་གཞི་རུ་བསྡུར་ཆགས་ཡོད་པ་རེད། ལྟ་དེ་ང་ཚོའི་གི་དེ་ལས་འཆར་འདིའི་ནང་གི་ཆ་ཤས་གལ་ཆེན་པོར་ཆགས་རེད་ག་རེ་ཟེར་ན་ང་ཚོའི་སྐམ་པོའི་ནང་ཁྲུས་འཇུག་བྱེད་བྱ་བ་དེ་ལ་ཡིད་ཆེས་བྱས་པ་ཙམ་དུ་མ་ཁར་ཞོག་ལྟ་དེ་ལ་ཁུངས་ཁར་ཞོག་ཡིད་ཆེས་བྱས་པ་ཙམ་དུ་མ་ཟད་པའི་གི་མ་དཔེ་དེ་ཁོ་རང་དཔེ་བཞག་ཡོད་འདུག་ས་ནས་ཨ་དེ་གི་གང་ལྟར་ཁུངས་བཙན་པོ་ཅིག་དང་ཅིག་ཁར་ཞོག་ཅིག

ཨ་ནི་ཀུ་དགེ་སློང་ཟས་ཨ་ཀི་དོན་དག་དེ་འོག་ལ་ཡ། དོན་ཡ་ཡོད་པ་ཅིག། འོག་ལ་ཡ། ཅིག་ག་རུ། དེ། འདྲི་ཞིག་དོན་པའམ་ཡང་ན་དགེ་སློང་ཟས་ཨ་དེའི་གང་ཅིག་གནས་པ་ཡིན་མིན་ན་དགེ་སློང་ཟས་ཨ་དེ། དོན་དག་དེ་ག་རེ་ཡིན་པ་དང། དེ་ག་ན་ཞིག་འདུལ་བའི་ནང་ལོགས་ལ་ཡ། བདག་ཤེས་སྙིང་པོ་ཟེར་བ་རུ་བས་བདག་སྙིང་པོ་མང་པོ་ཡོད་པ་ཡིན་དུས་ས་ག་ཞིག་འགོ་བཙུགས་འདུག། དེ་ནས་དེའི་གང་ལ་ཡ་ཅིག་གནས་ཡོང་ན། ང་ཚོ་དེ་དེ་བདག་ཉིད། བདག་ཁྲོད་གསེར་གྱི་མེ་ལོང་ཟས་ཨ་བོས་ནི་སྟོན་བྱ་བ་དེ་ཡག་པོ་བྱོས་བ་རེད།

ད་དེ་དཔེ་ཆ་ཚང་མ་ལ་དེ་འདྲའི་བཟོ་བཀོད་བྱུང་བས་ན་ཕ་གཅིག་ང་ཚོས་བརླག་གི་ཡོད་མ་རེད་དེ་ཡིན་པས་ན་མདོ་ཚན་པ་ཁ་ཤས་གལ་ཆེ་བ་ཁ་ཤས་ཅིག་དཔེར་ན་མདོ་བསྡུས་པ་ཟེར་བ་སོགས་པོ་དང་ཤེས་རབ་སྙིང་པོ་ཟེར་བ་པོ་དང་ད་ནང་བཞིན་གྱི་རྡོ་རྗེ་གཅོད་པ་ཟེར་བ་པོ་དང་ད་ནང་བཞིན་སོ་སོ་ཐར་པའི་མདོ་ཟེར་བ་སོགས་པོ་དང་ད་དེ་འདྲས་ཀྱི་ཅིག་མདོ། ཡོངས་གྲགས་ཀྱི་མདོ་དཔེ་གལ་ཆེ་བ།

Sanskrit ཡིག་གཟུགས་དེ་ཨིན་ཇིའི་ཡིག་གཟུགས་ཐོག་ལ་ཡང Sanskrit སློང་ཡ་ཡོད་པ་གཅིག་དེ་ཡོད་རེད་ད་ནི་ཁོ་རང་གི་ནཱག་རའི་ཡི་གེའི་ཐོག་ལ་སློང་ཡ་ཡོད་པ་ཁོ་གདམ་ཀ་བྱས་ཡ་ཡོད་པ་བྱས་ད་དེ་ནས་འོག་ལ་དེའི་འོག་ལ་ཡ་རྒྱ་ཡིག་སྒྲུབ་བྱེད་ཡོད་པ་བྱས་ད་དེའི་འོག་ལ་བོད་ཡིག་སྒྲུབ་བྱེད་ཡོད་པ་ཡིན་མིན་ན་དཔེར་ན་བོད་ཡིག་གི་གནས་མལ་ཟེར་ཡག་ཚིག་དེའི་ཐོག་ལ་ཡ་མ་ག་ཚོ་དེ་ནས་གཅིག་དེའི་སྒང་ལ་ཡང་འདུག་བ་སྣེ་མ་གོ་ཆེ་དེའི་སྒང་ལ་ཡང་འདུག་བྱ་བྱ་བ་ཡིན་མིན་ན། ཨ་ནི་རྒྱ་ཡིག་ཐོག་གི་གནས་མལ་ཟེར་བ་དང་ད་ག་ནང་བཞིན་གྱི Sanskrit ཐོག་གི་གནས་མལ་ཟེར་བ་དེ་ཚང་མ་ལོ་ཚིགས་དེ་ཚང་མ་ལོ་འདོག་ག་གཅིག་པ་ཆགས་ཆེ་དམའ་བོ་རུ་ཆགས་ཆེ་དེ་ཡི་ག་ལམ་སང་ལམ་སང་ལམ་སང་བསྡུར་ཐུབ་པ་རེད་ད་དེ་འདྲ་ཞིག་བཟོ་ཐུབ་ཡ་ད་ཡིན་པས་དེ་བསྡུར་བྱས་པ་ལ་ཡང་མཁས་དབང་མང་པོ་ཅིག་རོགས་པ་མ་བྱས་པ་ཡིན་ན་ཨ་ང་ཚོས་ད་ག་བཟོ་ཐུབ་ཡ་ཅིག་མེད་པ་ཡིན་པ་རེད། དེ་འདྲས་སོར་གཅིག་བསྡུ་བྱ་བ་དང། དག་ན་ཅི་ཡང་མདོ་གལ་ཆེ་བ་ཁ་ཤས་ཅིག་སྒྲོན་འཇུག་བྱས་རྗེས། དེ་ང་རང་གི་བྱེད་ཐུ་ཡང་རེ་བ་རུ་ཆིག་ཡོད་སྒྲོན་འཇུག་བྱས་རྗེས་ཡང་ཁ་ཤས། འདི་ལྟ་གི་ལྟ་གི་ཅིག་མདོ་དེ་ཉན་གོ་བསམ་པ་རུ་ཆིག་བུ་བི་ཇང་ཡང་ཆེད་དུ་ཡིན་པས་ན་རེད་སྤྱི་དང་གི་ཡང་མ་མདོ་དེ་མ། ཅིག་ནམ་རྒྱུན་མདོ་དེ།

གར་སོང་བའི་སློབ་སྦྱོང་བྱེད་ཡག་གི་ལམ་ཁ་གསར་པ་ཟེར་ནས་འདྲ་ཐབས་ལམ་གསར་པ་ཅིག་ངོ་སྤྲོད་བྱེད་ཐུབ་ཡག་རེད་འདི་ཅིག་རེ་བ་རུ་འདུག་ཞུ་དགོས་ཡག་རེད། ད་ག་ནང་བཞིན་གྱི་མ་འོངས་པ་ལས་མིན་ན་ཡང་ཆོག་གཅིག་ནི་ག་རེ་རེད་ཟེར་ན་ད་ལྟ་རེ་བ་ཅིག་མིན་ན་ད་ལས་ཀ་མང་པོ་རེད་དེ་ལས་ཀ་མང་པོ་རེད་དཔེར་ན་ཆ་བཞག་པའི་མིན་ན། ཚིག་གི Paragraph ཟེར་མ་རུ་ད་ཅིག་ང་རང་ཚོས་ཚིག་དཔེར་འདི་འདྲ་བ་ཞིག་མི་ད་བྱའོ་ཟེར་ཏེ་པ་དུ་ལ་ཚིག Paragraph ཟེར་མ་རུ་བའི་ཚིག་གི་དོན་དག་རབ་གཅིག་རྫོགས་པའི་མཚམས་དེ་ག་རེ་མེད་དེ་ང་ཚོ་དོན་དག་གཅིག་དོན་དག་གཅིག་རྫོགས་མཚམས་ལ་ཡ་ཨང་གྲངས་རེ་རེ་བཟོས་བྱས་དེ་ལ་ཨང་གྲངས་རེ་རེ་བཟོས་བྱས་ཨ་ད་ལྟ་རབ་གཅིག་མིན་ན་ད་ལེའུ་དང་བམ་པོ

ཨ་ནེ། གཞན་དག་ཅིག་གམ་རྒྱ་བའི་མི་ན་ཁོ་རང་ཨོ་ཏྲོ་མེ་ཏྲིག་གི་ཐོག་ནས་རང་འགུལ་གྱི་ཐོག་ནས་འགྲིལ་གྱི་གར་སོ་ཡེ་འཇང་དགོན་རྒྱུ་འདུལ་བ་བཀའ་བབས་བཞི་གསོ་སྦྱོང་བཞི་བཅས་པ་བཀའ་འབུལ་ཨན་སྡེ་ཚན་དེའི་ནང་ཤོག་གྲངས་ག་རེ་ཡིན་པ་དེ་རང་འགུལ་གྱི་སོ་སོའི་རྒྱ་མོ་བ་ཆེ་བཀའ་འབུལ་ཁོ་རང་རང་འགུལ་གྱི་དེའི་ནང་ལ་ཡ་བཞག་ཡོད་པ་ཅིག་ཏུ་འདུག་ས་ཡོད། གཞན་པ་ལ་ད་རེ་རེ་བཞིན་རྒྱག་དགོས་ན་ག་ལ་ཡ་ག་ལ་ཁ་པོ་ར་ཤོག་ལ་དེ་རྒྱ་མོ་བ་ཆེ་ད་ག་ནང་བཞིན་དེ་འདྲའི་བཞི་བཟོས་ཡོད་མིན་ན་འདི་འདྲའི་ཅིག་གི་ཚིག་གི་གཅོད་མཚམས་གཅིག་ལ་ཡ། དོན་དག་ཆུང་ཆུང་གཅིག་རྫོགས་མཚམས་ལ་ཡང་ཨང་གྲངས་རེ་བཟོས་པ་ཡིན་འདི་བར་ཕན་ཐོགས་རེད་བསམ། དཔེར་ན་རྒྱ་ཡིག་ལ་བསྡུར་དགོས་བྱུང་བ་ཡིན་པས་ན་ལམ་སང་བསྡུར་ཆོག་ཆོག། གཞན་མ་ད་ལྟ་ང་ཚོའི་གིས་ག་ཚད་ཅིག་བསྡུར་བ་ཡིན་པས་ན། མདོ། མདོ་དེ་དང་མདོ་དེ་བསྡུར་བ་མ་གཏོགས་མདོ་དེའི་ནང་གི་ནང་དོན་གྱི་སྡེ་ཚན་འདི་ནས་འདི་ལ་བསྡུར་ཟེར་ཡག་འདི་དཀའ་ལ་ཁག་པོ་ཞིག་ཆགས་རེད་བ། དེ་བསྡུར་ཐུབ་བོ་བ་མ་རེད་བསམ། འདི།

འདི་ནས་འདི་བར་དོན་དག་སྦྱིན་བདག་གི་སྐོར་ལ་ལབ་བཞག་ན། ད་གཟའ་ཉི་ཁོལ་གྱི། ལམ་སང་ལམ་སང། ཁོང་ངོ་སྤྲོད་བྱས་ད་སྐལ་བཏབ་བདེ་བར་ཞུ་ཆགས་དོན་བར་བ་འོ་ད་འདི་འདྲའི་རིམ་གྱིས་རེད། འོ་ད་དེ་ཡིན་དུས་ད་འདི་འདྲའི་གི་ད་ང་ཚོའི་གི་ལས་འཆར་རོབ་འདི་འདི་འདྲའི་ཆགས་ཀྱི་ཡོད་རེད། ད་འདི་ཡིས་ལས་འཆར་འདི། ལས་སླ་བོ་ཅིག་དང་སྟབས་བདེ་བོ་ཅིག་དང། ད་ན་བཞིན་གྱི། ཅིག་ག་རེ་རེད། ད་ལྟ་བཤད་པ་ནང་བཞིན་གྱི་དེ་གར་ཤོར་བས་དག། སྣང་བ་སྐྱིད་པོ་དེ་འདྲ་རྩ་ནས་མེད་དག། ད་འདི་པས་དཀའ་ལས་ཞི་བ་ཞིག་དག། ངའི་ལི་ཡ་དེ་ཞུ་དག་དང་གཅིག་པོ་ལི་ཡ་ད་ལོ་ན་ནིང་ན་ནིང་ནས་ན་ནིང་ནས་འགོ་བཙུགས་པར་ལོ་གཉིས་ཀྱི་རིང་ལི་ཡ་ཞུ་དག་དང། ཞུ་དག་དང་དུས་བཟང་ནས་ང་ཚོས་གི་ཞུ་དག་གཏོང་ཡག་གི་ཡང་དམིགས་བསལ་གྱི་མཉེན་ཆས་སོགས་ཁྱོ་བས་ཅིག་བཟོས་བྱས།

དེའི་དཔེ་མི་འདྲ་བ་ལ་ཡང་བསྡུར་བྱས་ན་འདི་འདྲས་ཀི། ལི་ཐང་སྤར་མ་དང་པེ་ཅིང་སྤར་མ་དང་དེ་གའི་སྤར་མ་དང་ཅོ་ནེ་སྤར་མ་དང་ཁུ་རི་སྤར་མ་དང་པེ་དུར་མ་འདི་དཀར་ཆག་གཅིག་པོ་རེད། དཀར་ཆག་གཅིག་པོ་བསྡུར་བྱ་བ་དེ་ལས་པོ་ཏི་གཉིས་སུ་བྱ་བ་རེད། འདི་བསྡུར་བྱ་གཅིག་པོ་ལས་རྟ་ག་འདྲ་བའི་ཤོག་གྲངས་རེ་རེ་བཞིན་དུ་བལྟས་བྱས། ཡི་གེ་གོང་གི་གོང་གསལ་གྱི་བཀའ་ལྟར་བཀའ་འགྱུར་འདི་བཟོས་ཞུས་པའི་ཤོག་གྲངས་རེ་རེ་བཞིན་དུ་བལྟས་བྱས་ཕན་ཚུན་གཅིག་གིས་གཅིག་ལ་བར་བསྡུར་ནས་དེ་དང་འདི།

ད་གཙོ་བོ་དེའི་ཚོགས་པ་དེ་བོད་སྐད་ཐའེ་ཝན་ལ་བཙུགས་ཨ་རུ་བྱས། ག་རེ་ཟ་ན་མ་འོངས་པ་ལ་ཡང་བོད་ལས་ཡོལ་བའི་ད་བོད་ཀྱི། ཅི། བོད་བོད་ཕ་ཡུལ། བོད་གངས་ཅན་ལྗོངས་ལ་ཡོད་མི་ནི་ཡང་དེ་ད་ལྟ་ད་ང་ཚོས་དེ་དྲ་རྒྱའི་ནང་ལ་བླུགས་ཡོད་མ་རེད་མ་འོངས་པ་ལ་དྲ་རྒྱའི་ནང་ལ་ད་གསང་ནག་བླུགས་ཐུབ་ཡིན་མིན་ན་ད་དེ་ཕ་ཡུལ་བོད་ལ་ཡིན་ན་ལྟ་ཀློག་ཐུབ་ཡག་རེ་བ་རུ་བྱེད་ཀྱི་ཡོད། རྟ་ཡིན་མོད་དེའི་དྲ་རྒྱ་དེ་རྒྱ་གར་ནས་བཟོས་ཤག་ན་ཨ་བོད་ལ་ཡང་རྟ་ཨ་རེད་དེ་སྐ་ལ་ཁ་པོར་ཞིག་ཏུ་ཨ་འདྲ་ཡིན་དུས་ས་ནས་ཐེ་ཝན་དུ་བ་ཅིག་བཟོས་ཡོད་མིན་ན་ཨ་འདིས་བོད་ལ་དེ་ངེད་ཚོས་རྟ་ལོག་ཐུ་ཡག་དང་བཀག་འགོག་མེད་པར་ཡག་པོ་ཡོང་གི་མེད་འགྲོ་བསམ་དེ་འདྲ་རིགས་བྱས་བྱས་ཨ་མ་རུ་དེ་ཐེ་ཝན་བཙུགས་ཡག་རུ་བྱས་པ་རེད་ཐེ་ཝན་ལ་ཡ་ཨོ་རྟ་དེ་བཟོ་ཉན་གི་དེ་འདྲས་གི་གར་ཤོར་ཨེ་མཉེན་ཆས་འདི་བཟོ་ཉན་རྟ་གཙོ་བོ་རུ་དེ་དེ་ཀམ་པུའུ་ཏར་མཁས་པ། གློག་ཀླད་མཁས་པ་དེ་ནི་གུ་གུ་ཨ་རེད། གློག་ཀླད་ཀྱི་དེ་ག་སོ་ད་ཅིག་དེ་ད་དེ་མིང་དེ་ཚོ་བཤད་ཤིང་ད་ག་ད་མཁས་པ་ཅིག་གུ་གུ་ཡོད་པའི་འདུས་ས་ནི་ད་དེ། ཨོ་ད་དེ་འདྲའི་རིམ་བཞིན་རེད་དེའི་ལས་འཆར་དེ་འདྲའི་རིམ་བཞིན་རེད། དེའི་ལས་འཆར་དེ་ལ་ཡ་ཨ་ནི་ཅིག་ཚང་མས་རྒྱབ་སྐྱོར་གནང་ཨ་དང་དང་ན་ཤིང་དེའི་ཐོག་ལ་ཡིན་པས་ན་ཅིག་གར་ཞུ་བའི་དགོངས་འཆར་རོ་པ་ཡིན་པས་ན་མ་འོངས་པ་ལ་ཡ་ལྷུག་པོ་ཅིག་གནང་ཐུབ་ཡ་རེ་བ་རོ་བསྡུ་ཞུ་གི་ཡོད་ད་ད་དེ་ང་ཚོས་བཏོན་པ་དེ་ནི་གར་ཞོག་དེ་རེད་གར་ཆག་དཔེ་མཚོན་གྱི་དཔེ་མཚོན་ཙམ་ཞིག་རེད་དཔེ་མཚོན་ཙམ། ཚོད་ལྟའི་གི་དཔེ་ཚོད་ལྟ་ཙམ་ཞིག་རེད་ཚོད་ལྟའི་དཔེ་ཞིག་རེད། མ་འོངས་པ་ལ་ཡིན་པའི་ན་མ་འོངས་པ་ལ་ཟེར་མི་འདུག་ད་སང་ན་ཉིས་སྟོང་བཅུ་དྲུག་ལོ་ལ་ཡང་ང་ཚོ་དངོས་སུ་དྲ་རྒྱའི་གནའ་ལོག་ལ་ཡང་བཅུག་བྱས། འཛམ་གླིང་ཤར་ནུབ་ཀྱི་སྐྱེ་བོ་ཚང་མའི་གི།

དཔར་སྐྲུན་བྱས་རྗེས་མ་དཔེ་ལེགས་ཆེ་ཆུང་ག་ཚོད་ཡོད་པའི་དག་རང་དཔར་སྐྲུན་བྱས་རྗེས་ཨ་ནི་ཅི་ང་ཚོའི་གི་རིས་མེད་གི་ཆོས་སྡེ་ཁག་དང་དག་ན་ཤི་བླ་ཆེན་རྣམ་པ་ཚོ་དང་དེ་ཚོ་ལ་ཡང་ཕུལ་དུས་ཨ་ཏོ་རེ་བར་བཞུགས་ཡོད། དེ་རིང་འདུས་ས་ནས་དེ་ལ་ཡང་ཚང་མས་གི་རྒྱབ་སྐྱོར་དང་རོགས་རམ་གནང་རོགས་གནང་ཟུ་ཐུགས་ཞུ་ཡ་ཡིན། ཨོ་དེ་ད་ལྟ་འདི་གཙོ་བོ་དེ་དེ་རེད་ག་རེ་ཚོད་ལྟ་བྱས་ཡ་རུ་རེད་ད་ཕྱི་རོལ་ལ་ཡང།

དམ་ཆོས་བང་མཛོད་སྐོར་ལ་ཡང་ངོ་སྤྲོད་ཞུ་ཡག་དེ་དེ་ཙམ་ཡིན། དེ་རིང་རྒྱུ་ས་ནས་ད་མ་འོངས་པར་ཡིན་པའི་འདིའི་ནང་ལོག་ལས་ཡག་ཅིག་ག་ཚོད་རེད། རྒྱ་བོའི་བཀའ་འགྱུར་དང་བསྟན་འགྱུར་དང་དག་ན་བཞིན་བོད་ཀྱི་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་དགེ་གནས་ཅིག་ག་ཚོད་རེད། ད་དཔེར་ན། དགེ་ལུགས་པ་འགྲུ་ཆེན་ནས་རྗེ་ཡབ་སྲས་གསུམ་གྱི་གསུང་འབུམ་ཐམས་ཅད་དེའི་ནང་བཅུག། དག་ན་བཞིན་གྱི། དེ་ཙམ་དུ་མ་ཟད་པ་ད་མཁས་པ་མང་པོ་ཅིག་བྱས་ཆོག་རེད་ཨ་ནི་སྙིང་མ་འདྲ་བ་ཅིག་འབིག་ན་དག་ན་ཤིང་གི་གར་སོགས་རེད་ད་རྒྱལ་བ་ཀློང་ཆེན་རབ་འབྱམས་དང་ཨ་ནི་དག་ན་ཤིང་གི་མི་ཕམ་རིན་པོ་ཆེ་ལ་སོགས་པའི་གསུང་འབུམ་དེ་ཚོ་ཡང་འབིག་ན་དེ་ཡང་བཅུག་ཨ་ནི་དག་ན་ཤིང་ས་སྐྱ་པ་འདྲ་བ་ཅིག་འབིག་ན་དེ་གོང་མ་སྣང་བ་དང་ཨ་ནི་དག་ན་ཤིང་གོ་ཤ་སྟག་གསུམ་ལ་སོགས་པའི་གསུང་འབུམ་དེ་ཚོ་ཡིན་ན་དེ་ན་ཡོད་པ་བྱས་ཨ་ནི་དག་ན་ཤིང་གི་ཇོ་ནང་པ་འདྲ་བ་ཅིག་ཡིན་ན་དེ་ན་ཤིང་རེད་ཀུན་མཁྱེན་དོལ་པོ་སངས་རྒྱས་དང་ཇོ་ནང་ཏཱ་ར་ནཱ་ཐ། རྗེ་བཙུན་ཀུན་དགའ་གྲོལ་མཆོག་དེ་ཚོའི་གསུང་དེ་ཚོ་ཡོད་པ་བྱས། ཨན་བདག་ནང་བཞིན་གྱི་ད་བཀའ་རྒྱུད་དུ་ཆ་མཚོན་པ་ཡིན་པའི་ནི་ཡང་དག་ཅིག་མ་མི་དག་གསུམ་བདག་ནང་བཞིན་གྱི་ཨོ་ཕྱི་ཞིག་ཆུང་སྐྱེས་ཀྱི་ད་གང་ལྟར་བཀའ་འབུམ་ག་ཚད་ཐུབ་ཐུབ་རུ་འདི་ན་བར་བཅུག་ཀརྨ་པ་ཀུན་འདྲེན་བུ་ཆུང་གི་གསུང་འབུམ་ཡོད་པའི་འདི་ན་བར་བཅུག་ཨ་རི་བྱས་ཡོང་དུས་སང་བདག་ཅིག་འཚལ་ཡོང་དུས་སང་ནས་ཨན་བདག་ཅིག་ག་ལྟར་བཀའ་བསྟན་འགྱུར་དང་ན་གཞོན་གྱི་བོད་ཀྱི་མཁས་པའི་གསུང་ཚང་མ་ལོ་ན་ལོ་ལས་ཚད་ཐུབ་ཡག་ཅིག་རེ་བྱས་ཐུབ་པ་ཡིན་མིན་ན་ཨ་ནི་ཅིག་ང་ཚོ་འདིར་ཉམས་ཞིབ་བྱེད་མཁན་ཚོ་རེ་ཡག་ཕན་ཐོག་ཞིབ་ཅིག་ཡོང་བསྡད་ཡག་ཅིག་དང་ཨ་དང་ན་གཞོན་གྱི་དཔེ་ཆ་ལྟ་ཀློག་བྱས་ལ་སྤྲོ་བ་གསར་པ་རེ་ད་ན་གཞོན་གྱི་དཔེ་ཆ་པ་ཆེན་པོ་རེ་བརྩི་བྱས་ཏེ་འདི་ཀ་ལ་ཧ་པོར་ཅིག་འདུག་ད་ད་རེ་ཅིག་སོ་སོ་ལ་ཡག་དགོས་ཡག་དགོས་ཡག་དེ་ལམ་སང་ལམ་སང་འཚལ་ཆོག་ཡག་ཅིག་དང་ལྟ་ཆོག་ཡག་ཅིག། ཨ་དེ་ཡང་མ་དཔེ་དེ་ཚོ་ཡིན་ན་ག་ཚོད་ཐུབ་ཐུབ་མཉམ་འདོགས་ཅིག་བཞག་ཡོང་དུས་བསམ་ནས་ཨེ་ཚང་མ་བློ་བདེ་བོ། ཨ་ཅིག་ང་ཚོས་གི་ཅིག་མ་འཁྲུལ་འཇུག་བྱས་བཞག་པ་དེ་ལ་ནོར་འཁྲུལ་དེ་ཡོང་གི་རེད་དེ་ཡིན་པས་ན་ད་དེའི་ནང་ལ་དོགས་པ་ཟ་ཡོད་མེད་ལམ་སང་མ་དཔེར་ཅིག་བལྟ་ཡོང་དུས་བསམ་ཨ་ལམ་སང་དོགས་པ་ཟད་ཐུ་ཡང་ཨ་འདི་འདི་འདྲས་གི་ཆ་ཤེས་རུ་འགྲོ་ཟེར་ཡོང་དུས་བསམ་ནས་ཨ་ནི་བུ་བུ་རྒྱུད་རྣམས་གཙོ་བོ་དེ་བུ་རྒྱུད་ནང་པ་སངས་རྒྱས་དཔལ་གི་ཨ་ནི་ཅིག་གར་ཞུ་གསུང་རབ་དེ་གི་དེ་ཐབས་ལམ་གསར་བ་དང་ད་ནང་བཞིན་གྱི་ལག་རྩལ་གསར་པ་བཅས་ཀྱི་ཐོག་ནས་སྲུང་སྐྱོབ་དང། ད་ནང་བཞིན་ཁྱབ་སྤེལ་བྱས་ཡོད། དེ་ལས་བྱས་པའི་བརྒྱུད་ནས་བོད་ཀྱི་རིག་གཞུང་དང་བོད་ཀྱི་ཆོས་རིག་དེ་སྲུང་སྐྱོབ་ཡག་པོ་བྱེད་ཡོང་ཐུབ་ཡག་ད་ཐུབ་རེ་བ་རུ་འདུག་ཟེར་གྱི་འདུག་བྱས་ན།